པའི་མེ་བསྲེགས་ཀྱི་ངོ་མཚར་ཆེན་པོ་རེད། ད་འདི་བེད་སྤྱོད་བཏང་མ་ཐུབ་ན་འཕྲོ་བརླག་འགྲོ་ཡ་ཉེན་ཁ་ཡོད་ར་བརྟེན་ད་རི་ད། ལམ་འགྲོ་ར་རྒྱུགས་ནས་དེ་ནས་བྱང་ཆུབ་ཀྱི་སེམས་སྐྱེས་པ་ཡིན་དུས་བྱང་ཆུབ་སེམས་སྐྱེས་བྱང་ཆུབ་སེམས་རང་ལ་སེམས་ལ་སྐྱེས་སོང་བ་ཡིན་དུས་དུས་ད་རིང་གང་ཟག་བདག་སངས་རྒྱས་ཀྱི་རིགས་སུ་སྐྱེས་སངས་རྒྱས་ཀྱི་གདུང་ལ་སྐྱེས་སོང་བ་རེད།

དགའ་བ་སྒོམ་དགོས་ཀྱི་རེད་ཟེར་ང་རང་གིས་དགའ་བ་སྒོམ་དགོས་ཀྱང་ངས། འདི་ད་རིང་འདི། ག་སོ་རེད་དུས་ཚོད་བཟང་པོ་འདིས་རྐྱེན་བྱས་ནས་ད་ང་རང་གི་དོན་དག་དེ་ཏན་ཏིག་པོར་བསྒྲུབ་ས་རེད་བསམ་ནས་དགའ་བ་སྒོམ་གི་ཡོད་རེད། ད་ནི་བདག་གིས་ད་ནི་བདག་གིས་ཅི་ནས་ཀྱང་རིགས་དང་མཐུན་པའི་ལས་བརྩམས་ཏེ་སྐྱོན་མེད་བཙུན་པའི་རིགས་འདི་ལ་རྙོག་པར་མི་འགྱུར་དེ་ལྟར་བྱ། སྟབས། སྤྱིར་བཏང་ནས་དལ་འབྱོར་ཡོད་མཁན་གྱི་མི་ལུས་རིན་པོ་ཆེ་རྙེད་དཀའ་བ་ཐོབ། དེ་ནས་བྱང་ཆུབ་ཀྱི་སེམས་བསྐྱེད་དོ་དུས་སངས་རྒྱས་ཀྱི་གདུང་དུ་འཁྲུངས། གདུང་དུ་འཁྲུངས་བའི་རྐྱེན་གྱིས་སངས་རྒྱས་ཀྱི་སྲས་ཆགས་སོང་བའི་རྒྱུ་མཚན་དེས་ན། ད་ནི། ད་ཕྱིན་ད་ནས་ཟེར་ན་སྐབས་སུ་བབ་པའི་ལས་ཀ་འདྲ་བོ་དེ་ཟེར་བ་རེད། ད་ནས་ཟེར་ན་ཡང་ན་ད་ནས་ཟེར་ན་ད་རིང་ནས་བཟུང་ནས་ཟེར་བ་རེད། དེ་ནས་བདག་ནི་བདག་གི་ཅི་ནས་ཀྱང་གང་ཟག་ངས་ག་འདྲས་བྱས་པ་ཡིན་ན་ཡང་ཟེར་བ་རེད། སངས་རྒྱས་ཀྱི་རིགས་དང་མཐུན་པའི། དེ་ནས་སྒོ་གསུམ་གྱི་དགེ་བའི་ལས། བརྩམས་ཟེར་ན་དགེ་བའི་ལས་བྱེད་ཀྱི་ཡིན་ཟེར་བ་རེད། རིགས་དང་མཐུན་པ་སངས་རྒྱས་ཀྱི་རིགས་དང་མཐུན་པའི་སངས་རྒྱས་ཀྱི་རིགས། བྱང་ཆུབ་སངས་རྒྱས་ཀྱི་རིགས་དང་མཐུན་པ་བྱང་ཆུབ་སེམས་དཔའ་རྣམས་ཀྱི་སྤྱོད་ལམ་དང་མཐུན་པའི། སྒོ་སྲུང་གི་ལས་ཀ་ག་འདྲ་བྱས་པ་ཡིན་ན་ཡང། དེ་ཙམ་ཟེར་ན་ངས་བྱས་བྱས་ཀྱི་ཡིན་སྲིད་པ་རེད། དེ་ཡིན་དུས་གང་ལ་སྐྱོན་མེད་པར། འཕྲལ་དང་ཡུན་ཀུན་ཏུ་སྐྱོན་རྩ་བ་ནས་འགོས་མི་མྱོང་པའི།

ཡང་ན་སྐྱོན་རྩ་ན་མེད་པའི་རྒྱུ་མཚན་རྟོགས་ན་བཙུན་པོ་ཆགས་པའི་བ། ཞེས་དང་འདི་སྐབས་གོ་ཡ་དེ་བཙུན་པ་ཟེར་ན་དེ་ནས་བཙུན་པ་ཟེར་ཏེ་སངས་རྒྱས་ཀྱི་ལ་སྦྱར་བ་རེད། སྐྱོན་རྩ་ན་མེད་པའི་སྐྱོན་རྩ་བ་ནས་བགོས་མ་མྱོང་པའི་བཙུན་པ་ཟེར་ན་སངས་རྒྱས་གོ་མཚན་རེད་བ། རྫོགས་པའི་སངས་རྒྱས་ཀྱི་རིགས་འདི་ལ་རྩ་རིག་གཙང་མ་གཙང་རྐྱང་ཡིན་དུས་སྐབས་ལ་ད་ཕྱིན་ཆད་ངས་ཀྱང་གཙང་མ་རང་བདག་པོ་རྒྱག་གི་ཡིན་མ་གཏོགས་རྙོག་པར་མི་འགྱུར་ཟེར་ན། བཙོག་པ་ཆགས་འགྲོ་བའི་སྡིག་པའི་དྲི་མེད་ཀྱི་བཙོག་པ་རྩ་ནས་བཟོ་གི་མེད་ཡིན་སྲིད་པ་རེད། བྱས་ཙང་ད་ངས་གང་ལྟར་ཡང་ང་རང་གིས་སྤྱིར་མི་ལུས་ཅིག་ཐོབ་མི་ལུས་དེའང་ཡོན་ཏན་བཅོ་བརྒྱད་ཀྱི་མི་ལུས་ཅིག་ཐོབ་དེའི་སྟེང་དུ་བྱང་ཆུབ་སེམས་འཁྲུངས་སོང་བྱང་ཆུབ་སེམས་ང་ལ་ཡོད་པ་ཡིན་དུས་ང་རང་གི་དོན་ད་ལྟ་ཏག་ཏག་ངས་སྒྲུབ་ཐུབ་ས་རེད། བྱས་ཙང་དེ་ཡིན་དུས་ད་ང་སྐྱིད་པོ་ཡིན་ཟེར་ནས་དགའ་བ་སྒོམ་པར་བ་དེ་རེད། ལོང་བས་ཕྱག་དར་ཕུང་པོ་ལས་ཇི་ལྟར་རིན་ཆེན་རྙེད་པར། དེ་བཞིན་ཇི་ཞིག་ལྟར་བལྟས་ནས་བྱང་ཆུབ་སེམས་ལས་བདག་ལ་བསྐྱེད་ཟེར། དཔེར་ན་ལྟར་ངག་གི་བྱང་ཆུབ་སེམས་རྙེད་སྟངས་འདྲ་བོ་དེ་དཔེར་མི་སྲེག་གི་ངོ་མཚར་ཆེན་པོ་ཅི་ངག་བྱུང་སོང་བ་རེད་ཟེར་བ་རེད། མིག་ལོང་བས་མིག་མི་མཐོང་བས་མིག་ལོང་བས་ཟེར་བ་ལྟར། དེ་ནས་མིག་ལོང་བ་ཡིན་གྱིན། རིན་པོ་ཆེ་གི་རྩེ་རིན་པོ་ཆེ་ཡོད་མེད་ཀྱི་རྙེད་ས་འདྲ་བོ་དེ་ཕྱག་དར་གྱིས་སྤུངས་པ་དེ་གད་སྙིགས་སྤུངས་ཤ་བ་ཡིན་གྱིན། ཕྱག་དར་ཟེར་ན་གད་སྙིགས་རེད། སྤུངས་པ་ཟེར་ན་མང་པོ་དོན་དར་བ། སྤུངས་དང་སྐྱེ་དགུ་རིགས་ཀྱི་དོན་ཟེར་ན་ཕུང་པོ་ཟེར་ན་སྤུངས་ཤག་པར་ཟེར་བར་སྤུངས་པ། གད་སྙིགས་སྤུངས་ཟེར་དུ་བ་གད་སྙིགས་སྤུངས་ཤ་བ་དང་འདྲ་ལ་ཕྱག་དར་གྱིས་ཕུང་པོ་ཟེར། དཔུང་དང་སྐྱེ་དགུ་རིགས་ཀྱི་དོན་ནི་ཟེར་ན། དཔུང་དཔེར་ན་ཕུང་པོ། གཟིགས་རོ། དཔུང་བཞག་པ་ལ་ཕུང་པོ་ཟེར་གྱི་ཡོད་རེད། ནད་མང་པོ་སྤུངས་པ་ལ། ནད་མང་པོ་སྤུངས་པ་ལ་ནད་ཀྱི་ཕུང་པོ། འབྲུ་མང་པོ་སྤུངས་པ་ལ་འབྲུ་གྱི་ཕུང་པོ་ལབ་རོ། བྱས་ཙང་ད་རེས་གནས་སྐབས་སུ་ཕུང་པོ་དེ་གོ་བདེ་བོ་ཡོད་མ་རེད། སྤུངས་པ་དེ་གོ་བདེ་བོ་རེད། ཕྱག་དར་ཟེར་གད་སྙིགས། ཕུང་པོ་ཟེར་ན་དཔུང་བཞག་པ།

རྙེད་པ་ལྟར་སྙམ་དུ་ཤེས་ན་འགྲིག་རེད་ཇི་ལྟར་ཟེར་དཔེར་ན། མིག་ལོང་བ་མིག་གཉིས་ཀ་ཞར་སོང་བཞག་རེད། རྩེད་འཇོ་བཏང་ས་ཕྱག་དར་གྱི་ཕུང་པོ་སོགས་གད་སྙིགས་མང་པོ་སྤུངས་ཤེས་པ་ཅིག་ནང་དུ་ཕྱིན་ནས་ད་མིག་ནས་མཐོང་གི་ཡོད་མ་རེད་ལག་པ་གིས་ལག་ཉབ་བྱས་ནས་རྩེད་འཇོ་བཏང་དུས། རིན་པོ་ཆེ་རིན་ཐང་མེད་པ་ཡིན་ཤེས་ཀྱི་ནོར་བུ་ཅིག་རྙེད་པ་ཡིན་ན། དངོས་གནས་དྲང་གནས་ཀྱི་ངོ་མཚར་ཆེན་པོ་བརྩི་གི་རེད་ཟེར་བ་ལྟ་ཡིན།

དཔེ་དེ་ན་ཞིང་སྲི་བར་དཔེ་དེའི་བཞིན་དུ་ཇི་ཞིག་ལྟར་ཏེ། ཇི་ཞིག་ལྟར་ཏེ། རླུང་རྟ་རྒྱུད་ང་དུ་གོ་ཡ་སྟེ། སྟབས་ལེགས་སྟེས་དབང་གསལ་དེར་ཡི་གེ་ལ། ཕལ་སྐད་བྱས་པས་ན་རླུང་རྟ་རྒྱུག་ནས་ཟེར་ཞིག་ཏུ་བ་རླུང་རྟ་རྒྱུག་ནས། དཔེར་ན། བྱ་རོག་གི་ཤིང་རྟ་ལ་ཡལ་ག་བཅག་པ་ཟེར་ན་ཞིང་རེད། དེ་རླུང་རྟ་རྒྱུག་ནས་བྱུང་བར་བ། དངོས་གནས་དྲང་གནས་བྱ་རོགས་ཅིག་ཤིང་རྟ་ལས་ཡལ་ག་ལ་བབས་སོང་ན་ལྕགས་མཐུ་བས་ཁྱོད་ཡང་མང་ང་ཚོ་ཡང་ལྕགས་ཁ་པོ་རེད་ཤིང་རྟ་ལ་ཟེར་ན་ན་རི་ཡལ་ཟེར་བ། ན་རི་ཡལ་ཟེར་ཟེར་བ་ང་ཚོ་རྒྱ་གར་ལྷོ་ཕྱོགས་ལ་མང་པོ་སྐྱེས་དགོས་རེད། འབྲས་བུ་ནག་པོ་ཞིག་འདུག་འབྲས་བུ་ནག་པོ་ཡོང་མཁན་དེ་ཤིང་ན་རི་ཡལ་ཟེར་ཤིང་རྟ་ལ་ཟེར་དེ་རེད་དེ་ནི་ཁུ་བ་བཏུང་རྒྱུ་ཡོད་རེད། དེ་ནི་ད་ཤྲི་ལངྐ་ལ་སོགས་པ་ལ་ནི་དེ་ནི་ན་རི་ཡལ་དེ་བེད་སྤྱོད་ཆེན་པོ་ཡོད་པ་ཡིན་དུས་དཔག་བསམ་གྱི་ལྗོན་ཤིང་ནང་བཞིན་ཡིན་གཟིགས་ཡོད་ས་རེད། འོ་ཅོ་དེ་ཤིང་རྟ་ལ་གི་ཡལ་ག། ཡལ་ག། སྐད་ཅིག་གཉིས་པ་ལ་ལྷུང་ཆུག་ཆོག་ཡོད་མཁན་གྱིས་སྐད་ཅིག་གཉིས་པ་ལ་བས་ལྷུང་ངེས་པའི་ཡལ་ག་གྱི་སྟེང་དུ་ཨེ་ནི་བྱ་རོག་བབས་འགྲོ་འདུག་གང་ལ་བྱ་རོག་བབས་པ་དང་ཡལ་ག་དེ་མ་ཆགས་སོང་བ་ཡིན་ན་བྱ་རོག་གི་ཡལ་ག་བཅག་ཟེར་བའི་སྐད་ཆ་ཡོད་རེད། སྐུ་དཀར་དེ་སྟབས་ལེགས་སྟེས་དབང་གིས་བས་ལྷུང་ད་རེ་རྒྱུགས་སོང་ནས་ཁོས་བཅག་པ་ནང་བཞིན་ཆགས་སོང་བ་རེད། པས་དེ་ནང་བཞིན་ཟེར་བ་རེད། གཞི་ཞིག་ལྟར་དེ་སར་རླུང་རྟ་རེ་རྒྱུགས་ནས་ད་རེས་རླུང་རྟ་བཞི་བ་རྒྱུགས་སོང་བ་རེད། རླུང་རྟ་བཞི་གཞན་ཡོང་མི་སྲིད་པ་རེད་དེ་ད་རེས་རླུང་རྟ་བཞི་བ་ཅིག་བྱས་ནས། རླུང་རྟ་བཞི་བ་རྒྱུགས་བྱས་ནས་དེ་ནས་བྱང་ཆུབ་སེམས་འདི། དེ་ནས་གང་ཟག་བདག་གི་སེམས་ལ་སྐྱེ་བ་རེད་ཟེར་བ་རེད། ད་སྐྱེས་ཚར་ན། བྱང་ཆུབ་སེམས་སྐྱེས་ཚར་ན། ད་འགྲིགས་ཚར་ཡོད། ང་རང་གི་དོན་དག་དེ་ད་སྒྲུབ། སྒྲུབ་ཐག་ཆོད་ཡོད་རེད་དེ་ཡོད་རེད་སེམས་དེ་དགའ་བ་སྒོམ་པ་རེད། འོ་འདི་ཤེས་པར་བ། རང་གི་བདག་དོན་བསྒྲུབ་པ་ལ་དགའ་བ་སྒོམ་པ་བསམ་ང་རང་གི་དོན་དེ་ཏན་ཏན་བསྒྲུབ་འགྲོ་གི་རེད་འདུག་བསམ་ནས་རང་གི་དགའ་བ་སྒོམ་པར་བ། ད་གཞན་དོན་བསྒྲུབ་པའི་དགའ་བ་སྒོམ་པ་ཟེར་ཏེ། བྱང་ཆུབ་སེམས་ཡིན་ན་མི་གཞན་གྱི་དོན་དག་ཡང་སྒྲུབ་ཀྱི་འདུག་སྒྲུབ་མཐའ་གཅིག་འགྲོ་གི་རེད་བསམ་ནས་རང་གི་དགའ་བ་སྒོམ་གི་རེད། དེ་ཡང་ཁ་མ་འདྲ་བ་སྒོམ་གི་རེད། ད་བྱང་ཆུབ་སེམས་ཡོད་ན་གཞན་གྱི་དོན་དེ་ཡང་སྒྲུབ་འགྲོ་གི་རེད་བསམ་ནས་རང་གི་དགའ་བ་སྒོམ་པ་ལ། དེ་ནི་གཞན་དོན་བསྒྲུབ་པའི་དགའ་བ་སྒོམ་པ་ཟེར་བསམ་བྱེད་གཉིས་པ། འགྲོ་བའི་འཆི་བདག་འཇོམས་བྱེད་པའི་བདུད་རྩི་མཆོག་ཀྱང་འདི་ཡིན་ནོ། འགྲོ་བའི་དབུལ་བ་སེལ་བ་ཡི་མི་སེར་གཏེར་ཡང་འདི་ཡིན་ནོ། འགྲོ་བའི་ནད་རབ་ཞི་བྱེད་པའི་སྨན་གྱི་མཆོག་ཀྱང་འདི་ཡིན་ནོ། སྲིད་ལམ་འཁྱམས་ཤིང་དུབ་པ་ཡང་འགྲོ་བའི་ངལ་གསོ་འཇོ་ཞིང་ལ་སོགས་པ་སྟེ། འགྲོ་བའི་འཆི་བདག་འཇོམས་བྱེད་པ་ཟེར་ན། འགྲོ་བའི་འཆི་བདག་འཇོམས་བྱེད་པ་ཟེར་ན་གར་སེར་བོ་རེད་གོ་རྒྱུ་ག་རེ། སེམས་ཅན་ཐམས་ཅད། ཤི་རྒྱུ་མེད་པ་རྒས་རྒྱུ་མེད་པ་བཟོ་བར་བྱེད་མཁན་གྱི། སྨན་ཐམས་ཅད་ནི་མཆོག། དེ་བདུད་རྩི་རེད་དེ། སྨན་ཐམས་ཅད་ནི་མཆོག་དེ་བདུད་རྩི་རེད་དེ། བདུད་རྩི་དང་འདྲ་བ་ཡང་བྱང་ཆུབ་སེམས་དེ་ཡིན་སྲིད་པ་རེད། བྱང་ཆུབ་སེམས་དེ་སྐྱེས་བྱས་ནས་སངས་རྒྱས་ཀྱི་གོ་འཕང་ཐོབ་འགྲོ་བ་རེད། སངས་རྒྱས་ཀྱི་གོ་འཕང་ཐོབ་ན་སྐྱེ་བ་སྐྱེ་རྒྱུ་མེད། ན་རྒྱུ་མེད་དགའ་རྒྱུ་མེད་འཆི་རྒྱུ་མེད་ཆགས་འགྲོ་བ་རེད་སྲིད་པ་རེད། ཨོ་དེ་ན་ཞིག་ལྷ་ཡི་བདུད་རྩི་ཟེར་གྱི་འདུག་ཨ། བདུད་རྩི་ཟེར་ན། ལྷ་ཡི་བདུད་རྩི་དེ་འཐུང་ན་ཤི་རྒྱུ་མེད་པ་ཆགས་འགྲོ་སྐད་ཆ་རེད་སྙེ་མ། ལྷ་དང།

དེ་ནས་དེ་ན་བདུད་རྩི་ཟེར་གྱི་དོན་ཡོང་བ་རེད་བུམ་པ་བདུད་རྩི་བུམ་པ་གང་བྱེད། འདི་བདུད་རྩི་དེ་འཐུང་སོང་བ་འཐུང་བའི་རྐྱེན་གྱིས་ལྷ་དེ་ཚོ་ཤི་རྒྱུ་མེད་པ་ཆགས་སོང་བ་རེད་ཟེར་བ་རེད། དེ་ནས་དེ་ན་ནས་ད་ལྟ་དེ་ས་སྒྲ་ཅན་ཁོ་དེ་ནས་ལྷ་དེ་ཚོ་གི་དཀྱིལ་ལ་འཛུལ་ནས་བསྡད་ཤེས་པ་ཡིན་དུས་ཁོ་ལྟས་བཏུང་རྒྱུ་རག་པ་རེད་ཟེར་བ་རེད། འདི་རྗེས་མ་ཁྱབ་འཇུག་ཧ་གོ་དུས་ཁྱབ་འཇུག་གི

འདི། འགྲོ་བའི་འགྲོ་བ་རྣམས་ཀྱི་འཆི་བདག་འཇོམས་པར་བྱེད་མཁན། འགྲོ་བ་རྣམས་ཀྱི་འཆི་བདག་འཇོམས་པར་བྱེད་མཁན། འགྲོ་བ་རྣམས་ཀྱི་འཆི་བདག། འགྲོ་བ་འགྲོ་བ་སེམས་ཅན་རྣམས་ཀྱི་འཆི་བདག། སེམས་ཅན་རྣམས་ཀྱི་འཆི་བདག་འཇོམས་པར་བྱེད་མཁན་གྱི་སྨན་མཆོག་ཏུ་གྱུར་པའི་བདུད་རྩི་ཡང་བྱང་ཆུབ་སེམས་འདི་ཡིན་ཟེར་བ་རེད། ད་འགྲོ་བའི་འཆི་བདག་འཇོམས་མཁན་པས་གོ་རྒྱུ་ངོ་མ་གོ་བ་འདྲ་བོ་བྱས་པ་ན་སེམས་ཅན་ཐམས་ཅད།

ད་བྱང་ཆུབ་སེམས་དེ་ཡོད་པ་ཡིན་ན་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་རྫོགས་པའི་སངས་རྒྱས་གོ་འཕང་ཐོབ་པ་ཡིན་ན་དེའི་སེམས་ཅན་གཞན་གྱི་དོན་སྒྲུབ་ཐུབ་ཐུབ་པ་རེད་ད་ཡིན་ན་ཡག་པོ་རེད་སོང་ཟེར་དགའ་བ་སྒོམ་པ་རེད་རང་གི་དགའ་བ་སྒོམ། འགྲོ་བའི་དབུལ་བ་སེལ་བ་ཡི་མི་སེར་དེར་ཡང་འདི། འགྲོ་བ་འགྲོ་བའི་དབུལ་བ་འགྲོ་བ་སེམས་ཅན་ཐམས་ཅད་ནོར་གྱི་དབུལ་བའི་དཀའ་ངལ་གྱི་ཡོད་རེད། སེམས་ཅན་ཐམས་ཅད་ལ་ད་ག་ཚོད་རེད་མཚམས་ཅད་ལ་ད་ག་ཚོད་ཆུག་ན་ཡང་ག་ཚོད་ཆུག་ན་ཡང་ད་དུང་འགོ་འདུག་བསམ་པའི་ཅི་ཡོང་གི་ཡོད་ས་རེད།

དེ་ནི་སུ་ལ་མ་དྲག་ད་བ་ནི་སུ་ལ་དྲེག་ཡིན་པ་ཟེར་ན། དེ་ནི་ངས་ད་རྒྱལ་པོ་གཟུགས་ཅན་སྙིང་པོ་ལ་དྲེག་ཡིན་ཟེར་ལབ་རེད་ཁོ་བཀྲོངས་ཤོས་དེ་རེད་ཟེར་ལབ་རེད། ག་རེ་ག་རེ་ཡིན་ཟེར་ན་ཁོ་ཚིམ་མེད་ཁྱོན་མེད་པར་རྒྱལ་པོ་ཡིན་ན་ཡང་ད་དུང་མགོ་འདུག་བསམ་དེ་བས་ཚིམ་མེད་མེད་པར་འདྲ་ཟེར་བ། བྱས་ཙང་ཡིན་ཞིང་ནུ་བོ་དེ་ཨེ་ནས་རྒྱལ་པོ་ལ་ཕུལ་བྱས་པ་རེད་རྒྱལ་པོ་དེ་བཀྲོངས་པོ་ན་ནས་བཀྲོངས་པོ་བཟོས་བྱས་ར་ཁོ་གི། བྱས་ཙང་དེ་ཡིན་དུ་ཕྱུག་པོ་ག་ཚོད་ཡིན་ན་ཡང་ད་དུང་གཅིག་ཚང་མ་ཚང་བསྡད་ཀྱི་ཡོད་ས་རེད། དེ་ཡིན་དུ་དབུལ་བའི་དཀའ་ངལ་དེ་ཡོད་པ་རེད་དེ་ག་ཚོད་ཕྱུག་ན་ཡང་ད་དུང། ཚིམ་ཡ་མེད་པའི་དཀའ་ངལ་ཡོད་བསྡད་པ་ཡིན་དུས་དབུལ་བའི་དཀའ་ངལ་དེ་ཡོད་རེད། བྱས་ཙང་འགྲོ་བ་འགྲོ་བའི་དབུལ་བ་ཟེར་སེམས་ཅན་ཐམས་ཅད་ལ་ནོར་གྱི་དབུལ་བའི་ཟས་ནོར་ལོངས་སྤྱོད་ཀྱི་དབུལ་བའི་དཀའ་ངལ་གྱི་ཡོད་པ་ཡིན་དུས་དེ་ལྟ་བུའི་དཀའ་ངལ་དེ་སེལ་བར་བྱས་པ་མེད་པར་བཟོས་ཀྱི་མི་སྲིད་པ་ཟ་རྫོགས་རྒྱུ་མེད་པའི་རིན་པོ་ཆེ་སྟེར་ཡང་བྱ་འཇུག་སེམས་འདི་ཡིན་ནོ་ཟེར་བ་རེད། འགྲོ་བའི་ནད་རབ་ཞི་བྱེད་པའི་སྨན་གྱི་མཆོག་ཀྱང་འདི་ཡིན་ནོ་ཟེར་འགྲོ་བ་སེམས་ཅན་རྣམས་ལ། འགྲོ་བ་སེམས་ཅན་རྣམས་ལ་ནད་མང་པོ་ཡོད་རུང་ནད་རིགས་ཞི་བྱེད་རྩ་ཤེས་སེལ་བྱེད་རུང་ལྟར་ང་ཚོ་ད་ལྟ་སྔན་མ་སྔན་མ་སངས་རྒྱས་བཅོམ་ལྡན་འདས་བཞུགས་པའི་སྐབས་ཀྱི་ནད་དེ་ཚོ་གི་ནད་དེ་ཚོ་ལྟ་ཕྱོགས་སྡོམ་བྱས་ཡོད་འདུག་ནད་རིགས་ཞི་བྱེད་རྩ་ཤེས་སེལ་བྱེད་ཡོད་སྐད་ཅེས་རེད་བ། ད་དེའི་ནང་ལས་སྡོད་ཀྱི་ཡོད་ནད་རིགས་སྡོད་ཀྱི་མེད་ན་ད་དེང་སང་ན་ཚ་མང་པོ་ཡོད་རེད་བ་ད་དུང་ན་ཚ་མང་པོ་འགྲོ་གི་རེད་བ། བྱས་ཙང་འགྲོ་བ་སེམས་ཅན་ཐམས་ཅད་ལ་ཡོད་པའི་ནད་རིགས་འདྲ་མི་འདྲ་བསམ་གྱིས་མི་ཁྱབ་པ་ཡོད་པ་རྣམས་རབ་ཏུ་ཞི་བ་དང་རྩ་བ་ནས་མེད་པར་བཟོ་མཁན་གྱི་རྩ་བ་ནས་མེད་པར་བཟོ་བར་བྱེད་པའི་སྨན་མཆོག་ཀྱང་བྱང་ཆུབ་སེམས་འདི་རེད་ཡིས་སོ་རེད། སྲིད་པའི་ལམ་སྲིད་ལམ་འཁྱམས་ཤིང་དུབ་པ་ཡིས་འགྲོ་བའི་ངལ་གསོ་སྲིད་ལམ་འཁྱམས་ཤིང་སྲིད་ན་སྲིད་པ་དེ་ལ་ཞི་ཡ་ཡོད་ཟེར་གྱི་འདུག་བ་སྲིད་པ་དེ་ལ་དཔེར་ན། སྐྱེས་ནས་མ་ཤི་བར་དུ་སྔོན་དུས་ཀྱི་སྲིད་པ། སྐྱེས་ནས་མ་ཤི་བར་གྱི་སྐྱེས་ནས་མ་ཤི་བར་གྱི་སྲིད་པ་དེ་ལ་སྔོན་གྱི་སྲིད་པ་ཟེར་གྱི་ཡོད་ས་རེད། དེ་ནས་འཆི་བའི་སྐབས་ཀྱི་སྲིད་པ་དེ་ལ་འཆི་བའི་སྲིད་པ། ཤི་ནས་སྐྱེ་བ་མ་ལེན་གྱི་བར་དུ་སྲིད་པ་དེ་ལ་བར་དོའི་སྲིད་པ།

ཁྱམས་ཁྱམས་ནི་དུབ་ཟེར་ན་དཀའ་ངལ། དཀའ་ངལ་གྱིས་དུབ་པ། པའི་ཁྱམས་ཁྱམས་ནི་སྲིད་པའི་འཁོར་བའི་ནང་ལ་ཁྱམས་ཁྱམས་ཁྱམས་ནི་ནི་སྲིད་པའི་དཀའ་ངལ་གྱིས་དུབ་ཟེར་ན་སྲིད་པའི་དཀའ་ངལ་གྱིས་པའི་དཀའ་ལས་གྲོལ་བ་ཁ་བདེ་བར་དང། འགྲོ་འགྲོ། འགྲོ་འགྲོ་ནས་དེ་ནི་ཐག་འགྲོ་འགྲོ་འགྲོ་ནས་དེ་ནི་དཀའ་ངལ་གྱིས་དུབ་ཟེར་ན་དཀའ་ངལ་གྱིས་དཀའ་ལས་ཁག་པོ་ཆགས་འགྲོ་བར་བ། བྱས་ཙང་འཁོར་བའི་ཤུལ་ལམ་རིང་པོ་དེ་ན་ལ། བསྐལ་པ་ཐོག་མ་མེད་པ་ན་འཁྱམ་འཁྱམ་འཁྱམ་ནས་དེ་ནས་སྡུག་བསྔལ་གྱིས་ཐུག་པ་བསམ། དེ་ནས་དཀའ་ངལ་གྱིས་བསྐལ་ལས་ཁ་བལྟས་པས་འགྲོ་བ་སེམས་ཅན་རྣམས་ཟེར་བ་རེད། ང་ཚོ་བསམ་ན་གནས་སྐབས་རིང་ལ་ང་ཚོ་རྒྱབ་ས། གྲིབ་སེལ་ཡོད་མཁན་གྱི་ལྗོན་ཤིང་ཡང་བྱང་ཆུབ་སེམས་འདི་ཡིན་ཟེར་བ་རེད། འགྲོ་བ་ཐམས་ཅད། ད་འདི་ནི་མ་ད་རིག་ད་རྫོགས་ནི་ཡག་ས་རེད། འགྲོ་བ་ཐམས་ཅད་ངན་འགྲོ་ལས་འགྲོ་གྲོལ་བར་བྱེད་པའི་སྤྱི་རྟེ་ཡིན་འགྲོ་བའི་ཉིན་མོ་གདུང་སེལ་བས་སེམས་ཀྱི་འདའ་བ་བཤལ་བ་ཡིན་ཞེས་པ་དེས། འགྲོ་བ་སེམས་ཅན་ཐམས་ཅད་ངན་འགྲོ་ལས་གྲོལ་བར་བྱ་བ་ངན་འགྲོ་ལས་ཟེར་ན། དམྱལ་བ་ཡི་དྭགས་དུད་འགྲོ་གསུམ་ལ་ངན་འགྲོ་ཟེར་གི་རེད་ངན་སོང་ཟེར་རེད་ངན་པར་འགྲོ་བའི་གནས་ཡིན་པའི་ཕྱིར་ན་ངན་འགྲོ། ངན་པར་སོང་བའི་གནས་ཡིན་པའི་ཕྱིར་ན་ངན་སོང་ཟེར་གི་རོ། འགྲོ་ས་སྡུག་ཅག་རེད། འགྲོ་ས་འདུག་ཆ་གསུམ་དང་འགྲོ་ས་ཡག་ས་གཉིས་ཡོད་རེད་བ། འགྲོ་བ་རིགས་དྲུག་ནང་ནས་འགྲོ་ས་འདུག་ཆ་གསུམ་ཡོད་རོ། དམྱལ་བ་ཡི་དྭགས་དུད་འགྲོ་གསུམ། འགྲོ་ས་ཡག་གཉིས་ཡོད་རེད། མི་དང་ལྷ། ལྷ་མ་ཡིན་ཏེ། མཚམས་མཚམས་ན་མར་འཐེན་མཚམས་མཚམས་ཡར་འཐེན་ཞིག་ཡོད་རེད་དེ། གང་ལྟར་ཡང་ངན་འགྲོ་འོ་ཟེར་ན་འགྲོ་ས་འདུག་ཆ་གསུམ། དམྱལ་བ་ཡི་དྭགས་དུད་འགྲོ་གསུམ་ལས། གྲོལ་བར་བྱེད་པ་དང་ཐར་བར་བྱེད་པ། དམྱལ་བ་ལས་ཡང་ཐར་བར་བྱེད་པ། ཡི་དྭགས་ལས་ཐར་བར་བྱེད་པ། དུད་འགྲོ་ལས་ཐར་བར་བྱེད་པས་ཅི་སྟེགས་ཟེར་ན་ཟམ་པ་རེད། ཟམ་པ་དང་འདྲ་བ་ཡང་བྱང་ཆུབ་སེམས་འདི་ཡིན་སྲིད་པ་རེད། དེ་ནི་ཉོན་མོངས། འགྲོ་བའི་ཉོན་མོངས་གདུང་སེལ་བས་སེམས་ཀྱི་འདའ་བ་བཤལ་བ་ཡིན། འགྲོ་བའི་ཉོན་མོངས། སེམས་ཅན་ལ་ད་ལྟ། སངས་རྒྱས་ཀྱི་གོ་འཕང་མ་ཐོབ་པས་གར་བྱེད་ང་ཚོ་སངས་རྒྱས་ཀྱི་གོ་འཕང་མ་ཐོབ་པ་དེ་གར་བྱེད་ནི་མ་ཐོབ་པ་རེད་ས་ང་ཚོ་ལས་པའི་སྐྱོན་ཁོས་སངས་རྒྱས་གོ་འཕང་ཐོབ་གི་ཡོད་མ་རེད་ད་སྐྱོན་དེ་ལ་རིགས་གཉིས་ཡོད་རོ། ཉོན་མོངས་པའི་སྒྲིབ་པ། ཉོན་མོངས་པའི་སྒྲིབ་པ་ཟེར་ན་ག་འདྲ་ཞིག་ཟེར་ན་ཉོན་མོངས་ཟེར་ན་སྡུག་བསྔལ་རེད། སྡུག་བསྔལ་ལས་ཐར་བར་སྡུག་བསྔལ་ལས་ཐར་བ་ལ་བར་ཆད་བྱེད་མཁན་གྱི་སྐྱོན་དེ་ལ་ཉོན་མོངས་པའི་སྒྲིབ་པ་ཟེར་ལགས་རེད། ཤེས་བྱའི་སྒྲིབ་པ་ཟེར་ན། ཤེས་བྱ་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་པ་ལ། བར་ཆད་བྱེད་མཁན་སྐྱོན་དེ་ལ་ཤེས་བྱའི་སྒྲིབ་པ་སླ་བར་བ། དེ་འདྲའི་ནང་ནས་འགྲོ་བའི་ཉོན་མོངས། སེམས་ཅན་རྣམས་ལ། ཉོན་མོངས་པའི་སྒྲིབ་པ། ཚ་གདུང། ཉི་མའི་ཚ་གདུང་རེད། དེ་ནས། ཉི་མ་ཚ་བའི་ཉི་མ་ཚ་བའི་དཀའ་ངལ་དེ། ཉི་མ་ཚ་བའི་དཀའ་ངལ་འདྲ་བོ་དེ། སེམས་ཅན་ཐམས་ཅད་ལ་ཉོན་མོངས་པའི་སྒྲིབ་པ། གདུང། ཉི་མ་ཧ་ཅང་ཚ་སོང་ཚ་བའི་དཀའ་ངལ་སྐྱེས་བ་རེད། དེ་ལྟ་བུའི་ཉི་མ་ཧ་ཅང་ཚ་བའི་དཀའ་ངལ་དང་འདྲ་བའི་ཉོན་མོངས་བ་སྒྲིབ་པ་ཐམས་ཅད་བསལ་བར་བྱེད་པའི་མེད་པར་བཟོད་ཡལ་གྱི་སེམས་ཀྱི་ཟླ་བ་དང་འདྲ་བའི་སེམས་དེ། ཟླ་བ་དང་འདྲ་བའི་སེམས་དེ་ད་ལྟ་ང་ཚོའི་རྒྱུད་ལ་ཤར་བ་སྟེ་སྐྱེས་ཡོང་པའི་བྱང་ཆུབ་སེམས་དག་རང་རེད། ད་ཉིན་གུང་གི་པད་མེ་བསྲེགས་ཀྱི་ཉིན་གུང་གི་ཉི་མའི་ཚ་བ་དེ་གིས་དཀའ་ངལ་འཕྲད་འཕྲད་འཕྲད་དུ་འདུག་པ་ལ་དགོན་བདག་ཟླ་བ་ཤར་སོང་ན་ཨེ་ནི། ཉིན་གུང་གི་སྨྱོ་བས་ཀྱིས་ད་དཀའ་ངལ་འཕྲད་དུ་གཞི་ནས་མེད་པ་ཆགས་འགྲོ་གི་ཡོད་ས་རེད་སིལ་བུ་ཆགས་ཡོང་གི་རེད་བ། དེ་ནང་བཞིན་ཟེར་བ་རེད། བྱང་ཆུབ་སེམས་དེ་ཟླ་བ་ལ་དཔེ་བཞག་པ་རེད་ཤར་བ་ཟེར་ན་ང་རང་ཚོའི་སེམས་ལ་སྐྱེས་པ། ཨེ་ནི། བྱང་ཆུབ་སེམས་ཀྱི་ཟླ་བ་ང་ཚོའི་སེམས་ལ་སྐྱེས་སོང་ན་དེ་ནི་ཉོན་མོངས་པའི་སྐྱོན་གྱིས་སྤང་ཐུབ་ཀྱི་རེད་ཟེར་བ་རེད། ད་འགྲོ་བའི་མི་ཤེས་རབ་རིབ་རྟག། ཅི་བྱེད་ཉི་མ་ཆེན་པོ་ཡིན་ཟེར་བ་རེད། འགྲོ་བའི་མི་ཤེས་ཟེར་ན་ཤེས་ཀྱི་ཤེས་ཀྱི་སྒྲིབ་པ་རེད། འགྲོ་བ་སེམས་ཅན་རྣམས་ཀྱི་རྒྱུད་ལ་སྐྱོན་གཅིག་ཡོད་རེད་ཤེས་ཀྱི་སྒྲིབ་པ་ཟེར་ངེས་ཏེ། འདི། དེ་ནས། དེ་ཟེར་བ་རེད། རབ་རིབ་ཟེར་ན་མུན་ནག་ཟེར་བ་རེད། མུན་པ་མུན་ནག་དང་འདྲ་བས། དེ་ནས། འགྲོ་བའི་སེམས་ཅན་རྒྱུད་ལས་འགྲོ་བ་སེམས་ཅན་ལས་པའི་ཤེས་ཀྱི་སྒྲིབ་པ་དེ། ཅེས་སྦྱིན་པ། ཅེས་ཟེར་ན་རྩ་བ། རྩ་བ་ནས་བཀོག་ནས། ཅེས་སྦྱིན་པ་དང་རྩ་བ་ནས་མ་བཀོག་ནས་མེད་པར་བཟོ་ཐུབ་མཁན་དེ། ཨེ་ནི། ཉི་མ་ཆེན་པོ་དང་འདྲ་བའི་བྱང་ཆུབ་སེམས་དེ་རེད་ཟེར་བ། ཉི་མ་ཤར་ཡོང་དུས་བ་ལང་མུན་པ་ཐམས་ཅད་མེད་པར་བཟོ་ཞིག་བ་ལང་མུན་པ་མུན་ནག་པའི་དེ་བཞིན་ཨེ་ནི་བྱང་ཆུབ་སེམས་དེ་ཡོད་པ་ཡིན་ན། ཨེ་ནི་ཤེས་བྱའི་དྲི་བ་ཡང་ཚང་མ་སྤོང་ཐུབ་ཀི་རེད་ཟེར་བ་རེད། ད་ཅི་མདོར་ན་བྱང་ཆུབ་སེམས་ཟེར་མཁན་དེ་དངོས་གནས་དྲང་གནས་ཀྱི། ནི། ཆོས་ཐམས་ཅད་སྙིང་པོ་དྲག་པའི་རེད་ཟེར་བ་རེད། དམ་བཅའི་འོ་མ་བསྲུབས་པ་ལས་མར་གྱི་ཉིང་ཁུ་ཆུང་བ་ཡིན་ཟེར། ཆུང། བྱུང་བ་མ་རེད་ཆུང་བ་རེད། ཕ་ཡི་དེ་ཆབ་ཆུང་བ་ཆུང། མར་གྱི་ཉིང་ཁུ་ཆུང་བ་ཡིན། ཟེར་དུས། དམ་ཆོས་སངས་རྒྱས་ཀྱི་དམ་ཆོས་ཐམས་ཅད་ཀྱི་འོ་མ། བསྲུབས་ཡོང་པ་ཡིན་ན་ཟེར་བ་རེད། འོ་མ་བསྲུབས་དུས་མར་སྟོན་དགོས་རེད་བ། དེ་སྔ་ཕྱིར་དམ་ཆོས་ཀྱི་ད་དཔེ་བཞག་པར་དམ་ཆོས། དམ་ཆོས་ཐམས་ཅད་ཀྱི་འོ་མ་བསྲུབས་པ་ལས། མར་གྱི་ཉིང་ཁུ་དང་འདྲ་བའི། ཆུང་བ་སངས་རྒྱས་པའི་དོན་དེ། མར་གྱི་ཉིང་ཁུ་དང་འདྲ་བའི། མར་གྱི་ཉིང་ཁུ་དང་འདྲ་བ་དེ། དང་དེ་ང་ཚོའི་སེམས་ལ་ཆུང་ཟེར་ན། དང་དེ་ང་ཚོའི་སེམས་ལ་སྐྱེ་བདེ་བའི་བྱང་ཆུབ་སེམས་དེ་རེད་ཟེར་བ་རེད། དེ་ཡིན་དུས་འདི་གིས་ད། དེ་ནས། སེམས་ཅན་ཐམས་ཅད་ཀྱི་དོན་བསྒྲུབ་ཐུབ་ཀྱི་རེད་བསམ་ནས་རང་གི་དགའ་བ་སྒོམ་དགོས་རེད་ཟེར་བ་རེད། འགྲོ་བའི་མགྲོན་པོ་སྲིད་པའི་ལམ་ཁྱོད་བདེ། བདེ་བའི་ལོངས་སྤྱོད་སྤྱད་པར་འདོད་པ་ལ་འདི་ནས་བདེ་བའི་མཆོག་ཏུ་ངེས་གནས་ཏེ་སེམས་ཅན་སྒྲོན་ཆེན་ཚིམ་པར་བྱེད་པ་ཡིན་ཞེས་པ་སྟེ། འགྲོ་བའི་མགྲོན་པོ། ད། སེམས་ཅན་ད་ཚུར་འགྲུལ་བ་འདྲ་བ་རེད་དོ། འགྲོ་བའི་མགྲོན་པོ་ཟེར་ན་འགྲུལ་བ། སེམས་ཅན་ཐམས་ཅད་འགྲུལ་བ་ནང་བཞིན་རེད་དོ། ག་བ་ལ་འགྲུལ་འགྲོ་དགོས་རེད་ཟེར་ན། སྲིད་པའི་ལམ་དུ་རྒྱུགས། འཁོར་བའི་ལམ་ལ་འཁྱམས་འདུག་ཡོད་རེད་ཟེར་བ་རེད། དཔེར་ན། ནམ་རྒྱུན་གྱི་འཇིག་རྟེན་པའི་སྦྲུལ་བ་དེ་རྡེ་ར་རྡུན་གྱི་ལམ་ལ་འགྲོ་བ་ནང་བཞིན་ཟེར་བ། འགྲོ་བའི་མགྲོན་པོ་ཟེར་ན། སྦྲུལ་པ་དང་འདྲ་བའི་སེམས་ཅན་ཐམས་ཅད། ག་བ་ལ་འགྲོ་ནས་འཁྱམས་གི་རེད་ཟེར་ན་སྲིད་པའི་ལམ་དུ་རྒྱུ་ཞིང། འཁོར་བའི་བཤུལ་ལམ་རིང་པོ་དེ་ལ་འཁྱམས་ནས་འགྲོ་གི་ཡོད་རེད་ཟེར། དེ་འཁྱམས་པའི་སྐབས་སུ་ཁོ་ཚོས་གི་འདོད་པ་ལ་བདེ་བའི་ལོངས་སྤྱོད་ཟེར་ན། ལྷ་དང་མིའི་ལོངས་སྤྱོད་འདྲ་བོ་དེ། བདེ་བའི་ལོངས་སྤྱོད་སྤྱད་པར་འདོད་པ་སྤྱད་པར་འདོད་པ། ལྷ་དང་མིའི་བདེ་བ་འདྲ་པོ་དེ་བྱུང་ན་ཡག་པོ་འདུག་ལྷ་དང་མིའི་བདེ་བ་ལ་བེད་སྤྱོད་བཏང་རྒྱུ་བྱུང་ན་ཡག་པོ་འདུག་ཟེར་ནས་བསམ་གི་ཡོད་རེད་ཟེར་བ་རེད། དེ་འདྲའི་བསམ་མཁན་དེ་ཚོ་ལ་ད་ལྷ་དང་མིའི་བདེ་བ་དེ་སུས་སྤྲད་ཀྱི་རེད་ཟེར་ན་བྱང་ཆུབ་སེམས་ཁོས་སྤྲད་ཀྱི་རེད་ཟེར་བ་བྱས་ཙང་བྱང་ཆུབ་སེམས་འདི་ནི་ལྷ་དང་མིའི་བདེ་བ་ལ་བེད་སྤྱོད་སྤྱོད་པར་འདོད་མཁན་གང་ཟག་རྣམས་ཀྱི་རྒྱུད་ལ་ལྷ་དང་མིའི་བདེ་བ་སྒྲུབ་པའི་རྒྱུ་ཕྱོགས་ཡང་བྱང་ཆུབ་སེམས་འདི་ཉིད་ཉེ་བར་གནས། བྱང་ཆུབ་སེམས་འདི་ཉིད་རང་རེད་དེ་ཡོད་རེད་ཞེས་པ་རེད། བྱས་ཙང་དེ་ཡིན་དུས་བ་ན་བྱང་ཆུབ་སེམས་འདི་སེམས་ཅན་གྱི་མགྲོན་ཆེན་པོ་ཟེར་ན། སྦྲུལ་པ་བསམ་གྱིས་མི་ཁྱབ་པ་ཡོད་པའི། སྦྲུལ་པ་དང་འདྲ་བའི་སེམས་ཅན་བསམ་གྱིས་མི་ཁྱབ་པ་ཡོད་པ་དེ་ཚོ་ཐམས་ཅད། དེ་ནི་བྱང་ཆུབ་སེམས་འདི་གིས་དེ་ནི། ལྷ་དང་མིའི་བདེ་བ་སྤྲད་ནས་ཁོ་ཚོའི་སེམས་དེ་ཚིམ་པར་བྱེད་ཁོ་ཚོའི་སེམས་དེ་ངོམས་པར་བྱེད་ཐུགས་ཁུར་བྱེད་དགོས་པ་རེད་ཞེས་པ་རེད། བྱས་ཙང། ངས་ད་བྱང་ཆུབ་སེམས་ནི་ང་ལ་ཡོད་པ་ཡིན་དུས་སེམས་ཅན་གཞན་གྱི་དོན་ཡང་ངས་བསྒྲུབ་ཐུབ་ས་རེད་སྙམ་དུ་རང་གི་དགའ་བ་བསྒོམ་པར་བ་དང་འདི་གིས། དེ་ནས་གཞན་དོན་བསྒྲུབ་པའི་དགའ་བ་བསྒོམ་པ་ཟེར་བ་རེད་ད་དེ་ཟབ་ཁྱད། ད་ལྟ་དེ་མཇུག་ལ་ཟབ་ཁྱད་གཉིས་ཡིན་འགོར་བ། མཚམས་སྦྱོར་ཤེས་པ་དང་དངོས་ཤེས་པ་གཉིས་དངོས་ཤེས་པ་ལ། དེ་ནས་བདག་དགའ་བ་སྐྱེས་པ་དང་གཞན་དགའ་བ་སྐྱེས་པ་གཉིས་ཡོད་པའི་ནང་ནས་ད་བདག་དགའ་བ་སྐྱེས་པ་དེ་རྫོགས་པ་རེད། ད་གཞན་དགའ་བ་སྐྱེས་པ་ཟེར་ན།

ལྷ་དང་ལྷ་མིན་ལ་སོགས་དགའ་བར་གྱིས་ཞེས་པ་དེས་སོ། གང་ཟག་བདག་གི་དུས་དེ་རིང་སོ། འདི་པར་མ་དེ་ན་ལ། ད་འབྲིང་པོ་ད་ད་གཅིག་པུ་དེ་དོ་དེ་མ་ར་ད་འབྲིང་པོ་དེ། དེ་རིང་རེ། དུས་དེ་རིང། སྐྱོབ་པ་ཐམས་ཅད་ཀྱི་སྤྱན་སྔ་ར་ས། སྐྱོབ་པ་ཐམས་ཅད་ས་ན། རྫོགས་པའི་སངས་རྒྱས་དང་དེའི་སྲས་བྱང་ཆུབ་སེམས་དཔའ་ཐམས་ཅད། སྤྱན་སྔར་སྤྱན་སྔར་ཟེར་ཏེ་འདིའི་སྐབས་སུ་སྤྱན་སྔར་ཟེར་ན་དཔང་པོ་ལ་བཞག་ནས་སོ། བསྐྱོད་པ་ཐམས་ཅད་ཀྱི་སྤྱན་སྔར་དུ་འདི་སྐད་དུ་སྤང་པོ་ལ་ནི་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད་སྤང་པོ་ལ་བཞག་གི་ཡིན་ཟེར་ཁྱེད་ཚོ་སྤང་པོ་ལ་བཞག་ནས་ཟེར་བ་རེད། དེ་ནས་ངས་སྐད་བཏང་གི་ཡིན་ཟེར་བར་སུ་སྐད་བཏང་གི་ཡིན་ཟེར་ད། ངའི་རྩ་ལ་དེ་ནས་ངའི་སྐུ་མགྲོན་ལ་ཕེབས་རོགས་གྱིས། ང་ལ་བཅའ་ལག་སྤྲད་རྒྱུ་ཡག་པོ་དེ་འདྲ་ཡོད། བྱས་ཙང་དེ་ལན་འགའ་ལ་ངའི་སྐུ་མགྲོན་ལ་ཕེབས་རོགས་གྱིས་ལབ་གི་ཡིན་ཟེར་སུ་ལབ་གི་ཡིན་ཟེར་འགྲོ་བ་སེམས་ཅན་ཐམས་ཅད། ཧད་འགྲོ་བ་སེམས་ཅན་ཐམས་ཅད་ང་ལ་ཡོད་པའི་ལྕགས་ར་དང་ལན་འགར་ཡོང་རོགས་གྱིས་ཟེར་ནས་སྐད་བཏང་གི་ཡིན་ཟེར་བ་རེད། སྐད་བཏང་ན་ག་རེ་བྱེད་ཀྱི་ཡིན་པ་ཟེར་ན། བདེ་གཤེགས་ཉིད་ཟེར་བདེ་གཤེགས་ཉིད་ཟེར་ན། ངས་མཐར་ཐུག་སེམས་ཅན་རྣམས་ལ། རྫོགས་པའི་སངས་རྒྱས་ཀྱི་བདེ་བ་དེ་སྤྲད་ཀྱི་ཡིན། བར་དུ་ཟེར་ན། དེ་ནས་གནས་སྐབས་རེད། དེ་ནས་སེམས་ཅན་ཐམས་ཅད་ལ་གནས་སྐབས། ལྷ་དང་མིའི་བདེ་བ་དེ་སྤྲད་ཀྱི་ཡིན། བྱས་ཙང་སེམས་ཅན་ཐམས་ཅད་མཐར་ཐུག་གི། སངས་རྒྱས་ཀྱི་བདེ་བ། གནས་སྐབས་ལྷ་དང་མིའི་བདེ་བ། ལེན་པའི་མགྲོན་དུ། ལེན་པའི་མགྲོན་དུ། ལེན་པའི་མགྲོན་དུ། མགྲོན་བརྡ་བཏང་བ་ཟེར་དུ། ང་ཚོ་དེ་ཅིག་ཁ་ལག་ལ་སྐད་བཏང་པ་ཡིན་ན། ཁ་ལག་ལ་མགྲོན་བརྡ་བཏང་བ་ཟེར། དེ་ལེན་པའི་སྐུ་མགྲོན་དུ། སྐུ་མགྲོན་དུ། ཁྱེད་རྣམས། ཕེབས་རོགས་གྱིས་ཟེར་ངས་བོས་ཟིན་པ་ཡིན། སྐད་བཏང་ཚར་བ་ཡིན་ཟེར་བར་བྱས་ཙང་ད་ཁྱེད་ཚོ་ལ་ས་སྐྱའི་གོ་འཕང་ཡོང་བ་ཡང་ངས་བྱེད་ཀྱི་ཡིན། ཁྱེད་ཚོ། ཁྱེད་ཚོ་ལ་གནས་སྐབས་ལྷ་དེ་མི་བདེ་བ་ཡང་ཡོང་བ་ཡང་ངས་བྱེད་ཀྱི་ཡིན། དེ་ངས་ཙང་ནས་ས་སྐྱའི་གོ་འཕང་ཡང་ཁྱེད་རྣམས་ཀྱིས་ལེན། ལྷ་དེ་མི་བདེ་བ་ཡང་ཁྱེད་རྣམས་ཀྱིས་ལེན་ཟེར་བ་རེད། ཁྱེད་རྣམས་ཀྱིས་ལེན་ད་ལས་ཀ་ཐམས་ཅད་ངས་བྱེད་ཀྱི་ཡོད་པ་ཡིན་དུས། སྐུ་མགྲོན་ལ་ཡོང་མཁན་གྱི་ལྷ་ཁྱེད་ཚོ་ཡང་ད་དངོས་གནས་དྲང་ནས་སེམས་དགའ་བོ་བྱེད་སྐྱིད་པོ་བྱེད་སྡོད། སྐུ་མགྲོན་ལ་ཡོང་ངེས་ལ་ལྷག་མིན་ཡིན། ལྷག་མིན་གྱི་སེམས་ཅན་དེ་ཚོ་ཡང། ཁྱེད་རང་ཚོ་ལྟར་ལས་ཀ་གང་ཡང་བྱེད་མི་དགོས་པ་ཅན་འབྲས་བུ་ཡག་པོ་ཡོང་གི་ཡོད་པའི་འདུག་ཀྱང་དགའ་བོ་སྤྲོ་བོ་ཅན་འདས་ཟིག་པ་རེད། ལ་སོགས་པའི་ནང་ལ། མི་དང། དེ་ནས་དྲི་ཟ་དེ་ལྷ་དང་མི་ལྷག་མ་ཡིན། ཞེས་དེའུ་ལྷ་དང་མི་དང་ལྷག་མ་ཡིན་ལ་དྲི་ཟ་ཅེས་པའི་འཇིག་རྟེན་ཡི་རང་ངོ་དང་དྲི་ཟ་ལ་སོགས་པའི་སེམས་ཅན་ཐམས་ཅད།

བྱང་ཆུབ་སེམས་དཔའི་བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པ་ལ་བྱང་ཆུབ་སེམས་དཔའ་རྣམས་ཀྱི་སྤྱོད་པ་ཉམས་ལེན་འཇུག་པ། ཚེ་ན་ཐབས། དེ་ལ་བྱང་ཆུབ་སེམས་དཔའ་རྣམས་ཀྱི་ཉམས་ལེན་ག་འདྲའི་བྱེད་དགོས་པའི་སྐོར་བཤད་པའི་བསྟན་བཅོས་འདི་ལ་ནི་ལེའུ་བཅུ་ཡོད་རེད། ལེའུ་བཅུ་ཡོད་པའི་ནང་ནས། ཡང་ནི་དམ་པའི་ལེའུ་དེ་ག་རེ་རེད་ཟེར་ན་དམ་པའི་ལེའུ་དེ་མིང་ལ་ག་རེ་རེད་ཟེར་ན། བྱང་ཆུབ་སེམས་ཡོངས་སུ་བཟུང་བ་ཞེས་བྱ་བ། ཞེས་བྱ་བ་སར་མིང་རེད། མིང་ལ་ཚིག་བར་བ། བྱས་ཙང་དམ་པའི་ལེའུ་དེའི་མིང་ལ། བྱང་ཆུབ། ཞེས་བྱ་བ་སྟེ་བྱང་ཆུབ་སེམས་ཡོངས་སུ་བཟུང་བ། ཞེས་ལབ་ཀྱི་ཡོད་རེད། བྱང་ཆུབ་སེམས་ཡོངས་སུ་བཟུང་བ་ཟེར་ན། བྱང་ཆུབ་སེམས་ལེན་པ་ཞེས་པའི་དོན་དག་རེད། ཡོངས་སུ་བཟུང་བ་དང་ལེན་པ། བྱང་ཆུབ་སེམས་བླངས་པ།